རྣམ་པ་གླིང་གི་སྐུ་ཁམས་བཟང། ཨ་ནི་ཡིན་ད་ད་རིང་ངའི། ཁ་སེང་ངའི་ཟླ་བ་གསུམ་པའི་ཕྱི་ཚེས་དགུ་ཉིན་ལ་ད་ལྟ། བཞུགས་སྒར་ཨ་ནི་ཡིན་གཙུག་ལག་ཁང་གི་དཔའ་བོ་དཔའ་མོ་རྡོ་རིང་བདུན་ལ་ཨ་ནི་ངེད་ཀྱི་ཐད་གཏོང་ཅིག་ངོ་དེབ་ཐོག་ལ་འགྲོ་ཡོད། ཨ་ནི་ཡིན་དེའི་ཐད་གཏོང་དེ་ནང་ལ་སྤྱིར་བཏང་ནས་ང་ད་རྡ་རམ་ས་ལ་ལ་འབྱོར་ཡོད་འདུག་ག་ནི་ཨ་ནི་ཡིན་ད། སྤྱི་འཐུས་གྲོས་ཚོགས་ཚོགས་ལ་ངེས་པ་ཆགས་ཀྱི་ཡོད་དུས་ཨ་ནི་གྲོས་ཚོགས་ཀྱི། ཚོགས་གཙོ་གཙོས་པའི་རྒྱུན་ལས་ལྷན་ཚོགས་དང་འཐུས་མི་ཡོངས་ལ་འབོད་སྐུལ་དང་བསྡུ་སྙན་ཐད་གཏོང་དེ་ནང་ལ་སྐད་ཆ་འདི་བཤད་ཡོད་རེད། དེ་ནས་དེ་སྐད་ཆ་དེ་ནང་ལོགས་ལ་ད་ལྟ་ངེད་ཀྱིས་ད་ང་ཚོའི་བོད་མི་ཡོངས་ཀྱིས་ད་ཁ་བརྡ་བཅག་དགོས་ཡ་ད་ང་ཚོའི་གི་བོད་ཁ་བ་གངས་ཅན་ལྗོངས་དེ་རྒྱ་ནག་དམར་གཞུང་གིས་བཙན་བཟུང་བྱས་ན་ང་ཚོའི་དགྲ་བོ་དེ་གཅིག་རྒྱ་ནག་ལ་ཕ་ང་ཚོ་ཚང་མས་གི། ཆིག་སྒྲིལ་གྱི་ཐོག་ནས་ཨ་ནི་བ་ཁ་བརྡས་བཅག་དགོས་ཡས་དེ་ནི་རྒྱ་ནག་དམར་གཞུང་དེ་ཡིན་པ་དུས་ངས་ཐད་གཏོང་ནང་ལ་སྐད་ཆ་བཤད་ཡོད་རེད་ངས་དེ་ནང་ལོས་ལ་ད་ལྟ་ང་ཚོ་ད་ནང་གི་དགྲ་དེ་ནི་དཔེ་མི་སྲིད་ཀྱི་ཉེན་ཁ་ཆེན་པོ་དང་ཨ་ནི་དེ་ལ་གདོང་ལེན་བྱས་ཡས་དེ་ནི་ང་ཚོ་ཡང་གལ་ཆེན་པོ་དང་ཡང་ཨ་ནི་དཀའ་ངལ་ཆེན་པོ་ཅིག་ཡས་ཆགས་ཀྱི་དུས་ལ་ནི་ངས་དུས་བཤད་ཡོད་རེད་ཨ་ནི་ངས་ནང་གི་དགྲ་ཞུ་ཡས་དེ་ཨ་ནི། ནང་གི་དགྲ་དེ་རྟག་མ་འཛུགས་བོད་མི་གཅིག་ཡིན་པའི་ཆ་ནས་ནི། རྒྱལ་ཞེན་མེད་པ་དང། གོང་ས་མཆོག་དང་དགའ་ལྡན་ཕོ་བྲང། དེ་ནས་སྐུ་འཁོར་ལྷན་རྒྱས་ཐད་ནས་བོད་མིའི་སྒྲིག་འཛུགས་ལ་ནི་གཞི་མེད་སྐྱོན་བརྗོད་དང་སྐུར་འདེབས་ཞུ་བ། དྲིན་ཅན་ལ་ལོག་འཇལ། ལོག་འཇལ་བྱེད་ངེས་དང་ང་ཚོའི་སྤྱི་ཚོགས་ནང་ལ་རྐང་བཙུགས་ནས་ནི་སྤྱི་ཚོགས་འདི་འཐོར་བཤིག་དང་ནི། ཆོལ་ཁའི་བར་ལ་ནི་མཐུན་སྒྲིལ་མེད་བ་བཟོས་མཁན་ངེད་དེ་ཚོ་ལ་ནི། རྟག་ནང་གི་དགྲ་དེ་དུ་རེད་རྟག་ང་རང་གི་སེམས་པའི་གཏིང་ནས། ཕ་འདྲེ་ཤེས་གལ་དེ་དང་ང་རང་གི་སེམས་པའི་དེང་སང་གི་བསམ་ཡ་དང་སྤྱི་ཚོགས་ནང་ལོ་ལ་མང་ཚོགས་ནས་གི་འདུག་བསམ་གི་ཡོད་རེད་ངས་འདི་གི་ཐོག་ནས་ནི་ངས་གི་ནང་གི་སྒྲ་འདི་འདུག་ཞུས་པ་རེད་ནི་ད། ང་ཚོའི་གི་སྤྱི་ཚོགས་ནང་ལོ་ལ་ད་ད་ད། ཚང་མས་གི་ད་དཀའ་ངལ་ཤེས་ས་དང་ད་དཀའ་ངལ་བྱུང་བྱུང་ད་ལྟའི་གི་སྤྱི་ཚོགས་ནང་ལོ་ལ་ད་དཀའ་ངལ་ད་ག་རེ་ཡོད་རེད་ལ་ནི་ཞུ་བ་ཡིན་ན་ཚང་མས་གི་ད། ཡོངས་བསྒྲགས་ཁ་གཅིག་གྲགས་ཐོག་ནས་དང་དངོས་གནས་དྲང་གནས་ང་ཚོའི་གི་སྤྱི་འཐུས་ཀྱི་ཡོང་ཁུངས་ཀྱི་སྒྲོམ་གཞི་དང་མ་འོངས་པ་ལ་འདི་གི་ཆེད་དུ་བཅའ་ཁྲིམས་དེ་ཚོ་བསྐྱར་བཅོས་བྱེད་དགོས་ཡོད་པ་དང་དེ་འདྲའི་ཐོག་ནས་ད་བཀའ་མོལ་མང་དག་ཅིག་ཡོང་གི་ཡོད་རེད་ཚང་མས་མཁྱེན་གྱི་ཡོད་རེད་ངས་གི་ད་ད་ཁ་སེང་གི་ཐད་གཏོང་ནང་ལ་གི་ཞུས་ཡོད་ད་རིང་གི་ད་དུས་ད་སྤྱི་འཐུས་གྲོས་ཚོགས་ཚོགས་ལ་ཉེ་བ་ཡོད་རེད། ཕྱི་དུས་གྲོས་ཚོགས་འཚོགས་ལ་ཉེ་བ་ཡོད་འདུག་ག་ནི། ད་ཕྱི་དུས་གྲོས་ཚོགས་ནས་འགན་བཞེས་དགོས་འདུག་ངོ་དེ་གཅིག། ངས་ཡང་མགྱོགས་བསྐྱར་ཟློས་ཞུ་ཡ་ཡིན་ཕྱི་དུས་གྲོས་ཚོགས་ཀྱིས་ད་ཕྱི་དུས་རྣམས་ནས་སོ་སོ་རང་ཉིད་བོད་པ་གཅིག་ཡིན་པ་དང་དེའི་སྒང་ལ་སྤྱི་བའི་ཀྱི་འཐུས་མི་གཅིག་ཡིན་པ་དང། དེ་འདྲའི་གཅིག་ཡིན་པའི་ཆ་ནས་སོ་སོ་རང་ཉིད་ཀྱིས་ད་སྤྱི་བའི་ཀྱི་རྐུབ་བཀྱག་སྒང་ལ་བཙུགས་འདུག་བཀུར་ནས་འཐུས་མི་གཅིག་ཡིན་པའི་ཆ་ནས། གོང་ས་མཆོག་གི་བཀའ་དགོངས་གཞིར་བཟུང། ཨ་ནི་ཕྱག་ལས་མ་གནང་བ་དང་ཨ་ནི་ཁྲིམས་མེད་ལུགས་མེད་གནང་བ་དང་ཨ་ནི་མི་མང་གིས་ག་རེ་གི་ཡང་མངོན་འདོད་ཞུས་ཡོད་བ་འདི་ལ་ཨ་ནི་འགན་ཁུར་ནས་བདག་པོ་རྒྱབ་མ་བསྡུ་བ་བསྡུ་གནང་བ་ཡིན་ན་ཨ་ནི་སོ་སོ་རང་ཉིད་དང་ང་ཚོའི་མི་མང་གི་ཡང་དབང་ཆ་བཀུར་ནས་རྐུབ་བཀྱག་གང་ལ་ཡང་བཀལ་བཞག་ཡོད་བ་འདི་ཆུད་ཟོས་དང་ཨ་ནི་བོད་མིའི་སྒྲིག་འཛུགས་ཀྱི་གཞུང་ཉུལ་ཆུད་ཟོས་དང་ཨ་ནི་གོང་ས་མཆོག་གིས་ཐུགས་རེ་གནང་བ་འདི་ཆུད་ཟོས་སོ་སོ་རང་ཉིད་ཀྱིས་དང་བོད་ཕྱི་ནང་གཉིས་ཀྱི་བོད་མི་ཡོངས་ལ་ངོ་ཚ་དགོས་བ་དང་དེ་དང་དེ་མཚུངས་ད་ད་ལྟ་ང་ཚོའི་གི་བོད་དོན་ཆེད་དུ་རྒྱལ་སྤྱིའི་ནང་ལོགས་ཀྱི་བོད་དོན་གྱི་རྒྱབ་སྐྱོར་བ་ཡོངས་ལ་ད་དེ་འདྲས་གནང་མཁན་གྱི་སྤྱི་འཐུས་བྱུས་ཡོད་པ་ཡིན་ན་འདི་སོ་སོ་ཞལ་རས་སྟོན་དང་གདོང་ལེན་བྱས་དེ་ཚོ་ངོ་ཚ་དགོས་བ་ཅིག་ཆགས་ཀྱི་ཡོད་རེད་བ། འདི་ཕྱི་ནས་ད་དེ་འདྲས་མ་གནང་བ་ཆེས་ཨ་ནི་གོང་ས་མཆོག་གི་བཀའ་དགོངས་གཞི་བཟུང་བཅའ་ཁྲིམས་རིན་པོ་ཆེ་གཙུག་ཏུ་བཀུར་ནས་ཨེ་བོད་མི་ཡོངས་ཀྱི་མི་དམངས་ཀྱི་ག་རི་མངོན་འདོད་སྟོན་ཁུལ་དུ་དཀའ་ཉེན་ག་རི་དོ་བདེ་སྡུག་ག་རི་དོ་བོད་མི་སྒྲིག་འཛུགས་ལ་ཨ་ནི། ཕྱར་གྲུ་མཉམ་འདེགས་དབུ་འོག་དཔུང་འདེགས་ག་རི་ཞུ་ཐུབ་ཡ་དོ་ཨ་ནི་ད་ལྟའི་གི་སྤྱི་ཚོགས་ནང་ལོག་ལ་དཀའ་ཉེན་ག་འདྲ་ཕྱིན་སེ་གོ་དོ་བཙན་བྱོལ་བོད་མི་ནང་ལ་ཨ་ནི་ད་ཕྱིས་སུ་ང་ཚོའི་གི་བོད་མི་མང་པོ་ཕྱི་གི་ཡུལ་གྲུ་ཁག་ལ་གནས་སྤོས་གནང་ཡོད་རེད་དེ་ཚོ་ཆེད་དུ་དཀའ་ཉེན་ག་རི་སེ་གོ་དོ། ནི་འདི་གང་ལ་གཙོ་བོ་གཙོ་བོ་དམིགས་བསལ་བོད་ནང་གི་ནི་བོད་མི་ཚོས་ཀྱི་ལ་ཕན་པའི་ཐོག་ནས་ནི་ག་འདྲས་བྱས་ནས་ང་ཚོས་ཀྱི་ད་རྒྱལ་སྤྱིའི་ནང་ལོ་ལ་ཕ་ཞུ་གཏུག་སྤེལ་དགོས་ཡ་དང་ནི་རྒྱ་ནག་དམར་གཞུང་ལ་དབུ་མའི་ལམ་གྱི་ཐོག་ནས་གྲོས་མོལ་གནང་དགོས་ཡ་གྱི་དེ་འདྲའི་ཐོག་ལ་ནི་ཤུག་ཤུག་རྒྱབ་དགོས་ཡ་གྱི་ནི་འདུས་བྱས་ནས་ནི་ང་ཚོས་ཀྱི་ཡིད་ཆེས་བྱས་ནས་བློ་གཏད་བྱས་ནས་ཡ་གྲོས་ཚོགས་གང་ལ་བསྐྱལ་བཞག་ཡོད་རོ་ཨ་འདུས་བྱས་ནས་ནི་འདུས་གནང་བ་ཡིན་ན་ཨ་ནི་ངོ་ནས་དྲང་གནས་ཀྱི་ད་མིང་དོན་མཚུངས་པ་གི་ནི་བོད་མི་གི་སྐུ་ཚབ། སྤྱི་འཐུས། གྲོས་ཚོགས། འཐུས་མི་ཅིག་ཆགས་ཀྱི་ཡོད་རེད་ནི་འདུག་ཕྱིས་ནས་ནི། ད་ང་ཚོའི་གི་རེ་བ་དེ་འདུག་བཅངས་ཡོད་རེད་ནི་རྣམ་པ་ལྷན་རྒྱས་ཚོ་ཡིན་ན་གི་ད། ཚོགས་འདུ་འཚོགས་བ་ལ་ཉི་མ་གཉིས་མ་ཞུས་ཡོད་མ་རེད་ནི་དེ་དེ་བཞིན་གི་ད། མི་ལུས་རྙིང་པ་ལ་བསམ་བློ་གསར་བ་ཞུ་གི་འདུག་བ་ད་དེ་སྔ་ནི་ག་རི་གནང་ཡོད་བ་དང། ནི་ཁ་ཞིག་ལྷག་བསམ་ལྡན་པའི་ཐོག་ནས་གནང་ཡོད་བ་དང་སྤྱི་སེམས་ཡོད་བ་ཐོན་གནང་ཡོད་བ་དེ་ནི་བཀའ་དྲིན་ཆེན་པོ་རེད་དེ་མིན་ཡང། དེ་སྔོན་ནས་ག་རི་གནང་ཡོད་བ་དེ་ཚོ་ལ་བསམ་བློ་འགྱུར་བ་བཏང་ནས་དངོས་གནས་དྲང་ནས་ད། དངོས་གནས་རྒྱལ་བ་རིན་པོ་ཆེ་དགུང་ལོ་དེ་ག་ས་ཕེབས་འགྲོ་གི་ཡོད་རེད་མི་མང་ཚོས་ཀྱི་རེ་བ་དེ་འདྲས་སྐྱོན་གྱི་འདུག་ལ་ནི་བསམ་བློ་གསར་བ་བཅུག་ནས་ཨ་ནི་གྲོས་ཚོགས་ནང་ལོ་ལ་ཆ་ཤས་ལེན་ཡ་དང་དེ་ཚོ་ཨ་ནི་ཡག་པོ་བྱེད་ནས་གནང་བ་ཡིན་ན་སོ་སོ་རང་ཉིད་ཀྱི་ད་ལན་དང་ལས་འགན་གྱི་ངོ་བོ་མཚོན་ཐུབ་པ་དང་ཨ་ནི་བོད་མི་མང་གྱི་རེ་བ་རྒྱལ་བ་འདི་ལ་ཨ་ནི་ད། ཏག་ཏག་ཅིག་སྟོན་ཐུབ་པ་ཅིག་ཡོང་གི་ཡོད་རེད་ནི་དེ་དང་དེ་བཞིན་གནང་རོགས་གནང་ལ་ནི་འོ་དེ་ཅིག་ད་རིང་བསྐྱར་ཟློས་ཞུ་ཡ་ཡིན་ཡང་ཁ་སིང་ངེད་ཀྱི་ནང་གི་སྒྲ་ཞུ་ཡོད་ར་ཨ་ངེད་དེ་ཕ། སེ་བོ་ཅིག་ཕ་ཞུ་བཞག་ན་བསམ་སོང་ནང་གི་སྒྲ་དེ་ཨ་ནི་བུད་མེད་ཅིག་ཡིན་པའི་ཆ་ནས། རྒྱལ་ཞེན་མེད་པ། གོང་ས་མཆོག་དང་ཨ་ནི་དགའ་ལྡན་ཕོ་བྲང་ཨ་ནི་སྐུ་འཁོར་ལྷན་རྒྱས་ཨ་ནི་བོད་མིའི་སྒྲིག་འཛུགས་ལ་གཞི་མེད་ཀྱི་སྐྱོན་བརྗོད་དང་སྐུར་འདེབས་ཞུ་བ་དང་ཨ་ནི་དྲིན་ཅན་ལ་ལོག་རྗེས་ཨ་ནི་བོད་མིའི་སྤྱི་ཚོགས་ནང་བློ་ལ་རྐང་བཙུགས་ནས་ཨ་ནི་གཏོར་བཤིག་བཏང་ཡ་དང་ཨ་ནི་བོད་མིའི། ད་ལྟ་ཆོལ་ཁ་གསུམ་ནང་ལོགས་ལ་མཐུན་སྒྲིལ་མེད་པ་བཟོས་ཡས་ཀྱི་དེ་འདྲའི་ལྟ་བུ་གྱི་ང་ཚོ་བོད་མི་གཅིག་ཡོད་པ་ཡིན་ན་རྒྱ་ནག་དམར་གཞུང་གིས་བྱེད་མ་ཐུབ་ཡ་འདི་བོད་མི་གཅིག་གིས་བྱེད་ཀྱི་ཡོད་པ་ཡིན་ན་འདི་ལ་ང་ཚོས་ནང་གི་དགྲ་ངོ་འཛིན་ཞུ་དགོས་རེད་ལ་ད་ངེད་ཀྱི་ཐད་གཏོང་ནང་ལོགས་སྐད་ཆ་འགྲོ་རྒྱུ་འདི་གི་རྒྱབ་ལོགས་ཀྱི་ལྟ་འབྲས་བརྗོད་དེ་འདི་ཡིན་ཞུ་ཡ་ཡིན་འདི་ཉིན་མོ་དེ་ཐད་གཏོང་འགྲོ་དུས་མི་ཡ་མ་མང་པོ་ཞིག་འགྲོ་འདུག་ནི་གསལ་བོ་ཞེ་དྲག་ཅིག་འདི་ནང་ལོགས་ལ་བྱུང་མི་འདུག་དེ་བྱས་ནས་ད། ད་ད་རིང་ངས་གཙོ་བོ་ག་རེ་ཞུ་ཡ་ཡིན་ལ་ན། ཨ་ནེ་གྲོས་ཚོགས་ཀྱི་ཚོགས་གཙོ་མཆོག་གི་ཞལ་ནས་ད། ང་ཚོའི་གི། མི་མང་གི་རེ་འབོད་བཏོན་པ་འདི་ད། ཆོས་བརྒྱུད་ཁག་ནས་ཡོང་བའི་གི་ཨེ་ནི་སྤྱི་འཐུས་འོས་ཤོག་འདེམས་སྟངས་འདི་ཐོག་ལ་ང་ཚོ་ལ་འོས་ཐོབ་སྟངས་འདྲ་མཉམ་འགོ་འདུག་ལ་ནི་ངོ་འདུག་ཞུ་ཡོད་རེད་འདི་བཞིན། བཅའ་ཁྲིམས་གི་བསྐྱར་བཅོས་གལ་ཆེན་པོ་རྣམས། བཅའ་ཁྲིམས་བསྐྱར་བཅོས་གནང་བ་འདུག་ལ་འབོད་སྐུལ་ཞུས་ཡོད་རེད་ནས་དེ་ཚོ་ལ་ནི་སྤྱི་འཐུས་གྲོགས། ད་ལྟ་དཔལ་ལྡན་གྲོས་ཚོགས་ཀྱི་ཚོགས་གཙོ་མཆོག་གིས་ཞལ་ནས་རྒྱུན་ལས་ལྷན་ཚོགས་ནས་མང་མོས་ཐོབ་ཀྱི་མི་འདུག་ལ་ནི་འདུག་སྨྲ་བཀའ་བློན་ཕེབས་ཡོད་རེད་ཨ་ནི་བཀའ་ལན་ཕེབས་ཡོད་རེད་རྒྱུན་ལས་ལྷན་ཚོགས་ནས་མང་མོས་མ་ཐོབ་ན་ཨ་ནི་འདི་ང་ཚོའི་གི་མི་མང་གི་རེ་འབོད་བཏོན་པ་དེ་གྲོས་ཚོགས་ནང་ལོགས་ལ་ཨ་ནི་ཕ། སྤུངས་མ་ཐུབ་བ་ཆེ་ཨན་སྤུངས་མ་ཐུབ་ན་ཨ་ནི་བཅའ་ཁྲིམས་བསྐྱར་བཅོས་འགྲོ་ཡ་མེད་པ་དང་ཨ་ནི་ལག་ལེན་བསྟར་ཡ་མེད་པ་དེ་རང་བཞིན་གི་རོ་ཨན་ད་ལྟའི་གི་སྤྱི་འཐུས་རྒྱུན་ལས་ལྷན་ཚོགས་ནས་མང་མོས་ཐོབ་ཀྱི་མི་འདུག་ད་ལྟ་དཔལ་ལྡན་གྲོས་ཚོགས་ཚོགས་གཙོ་གྱི་ཞལ་ནས་གསུངས་ཡོད་པ་འདི་ལྟར་ད་ལྟ་མི་མང་ཚང་མས་ཀྱིས་མཁྱེན་གྱི་ཡོད་རེད་ཡིན་ན་ཡང་ད་རིང་ངས་བསྐྱར་དུ་འདི་གཅིག་གྲོས་ཚོགས་ཀྱི་རྒྱུན་ལས་ལྷན་ཚོགས་འདིའི་ཡོང་སྟངས་འདི་ག་འདྲས་རེད་ཞུས་པ་ཡིན་ན་ད་དྲན་གསོས་ཆེད་དུ་ཨ་ནི་ང་ཚོའི་ཆོལ་ཁ་རེ་རེ་ནས་ཨ་ནི་འཐུས་མི་གཉིས་རེ་ཡོང་གི་ཡོད་རེད་སྤྱི་འཐུས་གཉིས་རེ་ཆོལ་ཁ་རེ་རེ་ནས་སྤྱི་འཐུས་གཉིས་རེ་ཡོང་གི་ཡོད་འདུག་ག་ནི་ང་ཚོའི་ཆོལ་ཁ་གསུམ་ཡོད་འདུག་ག་ནི་ཨ་ནི་སྡོད་མལ་སྡོད་སྡོད་དབུས་གཙང་ལ་ནས་འདུག་གསུམ་ཡོད་འདུག་ག་ནི་དྲུག་ཡོང་གི་འོ་ར་རྒྱུན་ལས་ནས་འཐུས་མི་དྲུག་བྱས་ཨ་ནི་དེ་ནས་ཆོས་རྒྱུད་ཁག་ནས་ཨ་ནི། སྐུ་ཚབ་རེ་རེ་ཡོང་གི་ཡོད་རེད་ཨ་ནི་འདི་ལྔ་རུ། ལྔ་ཡིན་འདུག་ག་ནི་དྲུག་གང་ལ་ལྔ་རྒྱབ་དུས་ཨ་ནི་ང་ཚོའི་རྒྱུན་ལས་ནང་ལོ་ལ་བཅུ་གཅིག་ཡོད་རེད། ད་འཐུས་མི་རྒྱུན་ལས་ལྷན་ཚོགས་བཅུ་གཅིག་ཆགས་ཀྱི་ཡོད་རུང། བཅུ་གཅིག་ཆགས་ཀྱི་ཡོད་དུས་ད་ལྟ་དཔལ་ལྡན་གྲོས་ཚོགས་ཚོགས་གཙོ་གི་ཞལ་ནས་ཨ་ནི་རྒྱུན་ལས་ལྷན་ཚོགས་ནས་མང་མོས་ཐོབ་ཀྱི་མེད་ཙང་ཨ་ནི་ང་ཚོའི་མི་མང་གི་རེ་འབོད་རྣམས་ཨ་ནི་གྲོས་ཚོགས་ནང་ལོ་ལ་སྤུངས་ཐུབ་ཀྱི་མེད་པ་དང་ཨ་ནི་དེ་སྔ་ནས་ཀྱི་བཅའ་ཁྲིམས་བསྐྱར་བཅོས་དང་ག་རེ་ཁྲིམས་འཆར་གལ་ཆེན་པོ་ཡོད་ན་རྒྱུན་ལས་ལྷན་ཚོགས་ནས་རྒྱབ་སྐྱོར་མ་ཐོབ་ན་ཨ་ནི་གྲོས་ཚོགས་ནང་ལོ་ལ་སྤུངས་ཐུབ་ཀྱི་མེད་བ་འདི་ཚང་མེད་ཀྱི་མཁྱེན་གྱི་ཡོད་རེད་གཟིགས་ཡས་ཡོད་རེད་འོན་ཏེ་བྱེད་སྟངས་ད་ལྟ་བཅུ་གཅིག་ཡོང་སྟངས་འདི་བསྐྱར་དུ་དྲན་གསོ་ཆེད་དུ་ཆོས་རྒྱུད། ཆོས་རྒྱུད་རེ་རེ་ནས་སྐུ་ཚབ་གཅིག་བྱས་ལྔ་བྱས་ཆོལ་ཁ་རེ་རེ་ནས་སྐུ་ཚབ་གཉིས་བྱས་དྲུག་འདི་གང་ལ་བཅུ་གཅིག་ཆགས་ཀྱི་ཡོད་རེད་ད་མང་མོས་ཐོབ་ཀྱི་མི་འདུག་ལ་ན་ག་འདྲི་ལབ་ཀྱི་ཡོད་རེད་ལ་ན། མང་མོས་ལ་ཡི་དེ་ད། བརྒྱ་ཆ་ད་གི་ཡོད་རོ། ཨེ་ནི་ད་འདས་ཀྱི་སྐབས་ལ་མཚམས་མཚམས་ལ་བདུན། བདུན་འདི་ད་མི་མང་གི་རེ་འབོད་བཏོན་བཞག་བ་དང། ད་བཅའ་ཁྲིམས་གཞི་བཟུང་གི་ཨེ་ནི་ཕྱག་ལས་གནང་དགོས་བ་གལ་ཆེན་གྱི་དེ་འདྲེ་ལ་ཨེ་ནི། ད་གི་སེ་མང་མོས་ཐོབ་བ་ཡིན་ན་ཨེ་ནི་བདུན། བདུན་གྱི་ད་མང་མོས་གནང་བ་ཡིན་ན་འདི་འགྲོ་གི་ཡོད་རོ། ད་བདུན་གྱི་ཨེ་ནི་ད་ད་བཀག་ནི་ད་འདུག་སོ་བདུན། ཨེ་ནི་ཡང་མེད་ན་བརྒྱད་དེ་འདྲེ་གི་ཨེ་ནི་ད། ང་ཚོའི་གི་མི་མང་ཡར་རེ་འབོད་བཏོན་བ་དང་བཅའ་ཁྲིམས་བསྐྱར་བཅོས་འགྲོ་དགོས་བ་དང་ད་གལ་ཆེན་པོ་དེ་འདྲེ། ཡིན་ན་འདི་ལ་རྒྱབ་སྐྱོར་མ་གནང་བ་ཆེད་ནས་མང་མོས་མ་ཐོབ་ནས་མ་ཚར་གྱི་ཡོད་རེད། འོ་དེ་གཅིག་ཞུ་ཡ་ཡིན། མང་མོས་ཐོབ་ཀྱི་མི་འདུག་ལའི་དེ་ད་ལྟའི་ཆར་ལ་ཕལ་ཆེ། ད་བདུན་དང། བདུན་དང་བཞི་འདྲ་བོ་ཅིག་ཆགས་ན་ཡང་མེད་ན་བརྒྱད་དང་གསུམ་དེ་འདྲ་འདྲ་བོ་ཅིག་ཆགས་ནས་ག་དུས་ཡིན་ན་ད་མི་མང་གི་རེ་འབོད་བཏོན་པ་དང་བཅའ་ཁྲིམས་བསྐྱར་བཅོས་གནང་དགོས་བ་ད་དེ་ཚོ་ལ་རྒྱུན་ལས་ལྷན་ཚོགས་ནས་རྒྱབ་སྐྱོར་ཐོབ་ཀྱི་མེད་བ་དེ་དེ་འདྲ་འདྲ་བོ་ཅིག་ཆགས་ཀྱི་ཡོད་ས་རེད་ད་ངས་ད་ལྟ་འདི་བདུན་དང་བཞི་དེ་ངས་དཔེ་མཚོན་རེད་ད་དཔེ་ན་ཆ་ཤ་ན་མང་མོས་ཐོབ་ཀྱི་མི་འདུག་ལ་ནི་ཚོ། གྲོ་ཚོ་ཚོགས་གཙོ་གི་ཞལ་ནས་གསུངས་རོགས་ཨ། མང་མོས་མ་ཐོབ་ན་ག་འདྲས་ཅིག་ཆགས་སྐོར་ལ་ན། རྟ། བདུན་དང་བཞི། ཡང་མེད་ན་བརྒྱད་དང་གསུམ། དེ་འདྲས་འགྲོ་ཅིག་ཆགས་ནས་ནི་ང་ཚོས་ཀྱི་མི་མང་གི་རེ་འབོད་བཏོན། བཞག་པ་དེ་ཚོ་ལ་ནི་མང་མོས་ཐོབ་ཀྱི་མི་འདུག། རྟ་འདིའི་དངོས་ཡོད་གནས་ཚུལ་རང་རེད་བཞག་ཨ། ད་ལྟའི་གི་གྲོས་ཚོགས་ཀྱི་ནི། ཚོགས་འདུའི་སྐབས་བསྐྱར་བཅོས་འདི་ཁྲིམས། ཁྲིམས་འདི། བཅའ་ཁྲིམས་འདི་བསྐྱར་བཅོས་མ་འགྲོ་བ་ཡིན་ན་ནི་ཁྲིམས་ཞིབ་པ་ཆེ་ཡ་འདི། བཀོད་ཐུབ་ཡ་མེད་བ་དེ་ད་ད་འདའ་ཕ་དུ་འགག་རུ་ཨ་ད་འདའ་ཕ་དུ་འགག་ནས་བཀོད་ཐུབ་ཡོ་མ་རེད་ཨ་ནི་ད་ད་བཀོད་མ་ཐུབ་ན་ཨ་ནི་རང་བཞིན་གྱི་བོད་མི་སྒྲིག་འཛུགས་དང་སྤྱི་ཡོངས་ལ་ཨ་ནི་ད་དེ་དཀའ་ངལ་རང་བཞིན་ཅིག་ཆགས་ཀྱི་ཡོ་རུ་ཨ་ད་ད་འདའི་ཁྲིམས་ཞིབ་པ་ཆེ་ཡ་གི་བཀོད་ཡ་དེ་ཨ་ནི་བཅའ་ཁྲིམས་ཀྱི་ནང་ནས་བཅའ་ཁྲིམས་དོན་ཚན་དྲུག་ཅུ་རེག་གསུམ་པ་ནང་ལ་ཡོ་རེད་ད་འདའ་ཕ་དུ་བཅའ་ཁྲིམས་དོན་ཚན་དྲུག་ཅུ་རེག་གསུམ་པ་ནང་ལ་ཡོ་བ་དེ་ཆེ་མཐོའི་ཁྲིམས་ཞིབ་ཁང་གི་ཁྲིམས་ཞིབ་པ་ཆེ་ཡ་བཀོད་ཤག་གིས་ད་བཅའ་ཁྲིམས་གཞི་བཟུང་གི་དང། འོས་ཆོས་བཏོན་པ་འདི་རག་གི་ཡོད་མ་རེད་ང་ཚོའི་སྤྱི་ཚོགས་ནང་ལོ་ལ་ཁྲིམས་ཞིབ་པ་ཆེ་ཡ་འདི་གི་ཡིན་ནའི་ཡང་ཨ་ནི་བཅའ་ཁྲིམས་དོན་ཚན་དྲུག་ཅུ་རེ་གསུམ་པ་ནང་ལོ་ལ་ད་ལྟ་ཕ་འདུག་ག་འདྲེས་ཕྱིན་ཨ་ནི་ཁྲིམས་ཞིབ་པ་ཆེ་ཡ་འོས་ཆོས་བཏོན་པ་འདི་མ་རག་ན་གི་ཁྲིམས་ཞིབ་པ་ཆེ་ཡ་ག་འདྲེས་བསྐོས་ཐུབ་གི་ཡོད་རེད་ཞུ་ན་ཨ་འདི་ནང་ལོ་ནས་ནང་སྲིད་ཞི་བ་འདི་ལ་ཨ་ནི་ལོ་ངོ་ལྟ་ཞབས་ལོ་ལོ་ངོ་ལྟ་གང་བྱས་སྒེར་གྱི་རང་ལོ་ལྔ་བཅུ། སོན་པ་དང་ནི་རྟ་དེ་འདྲའི་ཞབས་ལོ་འཁོད་པ་དེ་འདྲས་ཡོད་རེད། འདི་བཅའ་ཁྲིམས་ཀྱི་དོན་ཚན་དྲུག་ཅུ་རེ་གསུམ་གྱི་ནང་གསེས་བཞི་པ་ཀྱི་གཞིར་བཟུང་ད་ལྟ་བར་དུ་ཁྲིམས་ཞིབ་པ་ཆེ་འདི་འོས་ཆོས་གཞི་བཟུང་གི་མ་ཚང་ན་གི་ནང་གསེས་བཞི་པ་གཞི་བཟུང་ད་ལྟ་བར་དུ་བཀོད་ཡོད་རེད་ད་ཡིན་ནས་གི་འདི་བཅའ་ཁྲིམས་དོན་ཚན་དྲུག་ཅུ་རེ་གསུམ་ནང་ལོ་ལ་ལོ་ངོ་སུམ་ཅུ་བར་དུ་འདི་བསྡུ་གནང་ཆོག་གི་ཡོད་ལ་འཁོད་ཡོད་རེད་ད་འདི་ཕྱིན་ནས་ད་ལྟའི་གི་ད་སྤྱི་འཐུས་ཀྱི་གྲོས་ཚོགས་ཚོགས་འདུའི་སྐབས་ནས་འདི་ཞེས་གསུང་གི་ཡང་འདི་ལ་གི་ཕྱིར་འགྱངས་གནང་ཡ་ཡོད་ན་འདུ་གནང་དགོས་བ་དང་གང་བྱེད་ཨ་དེ་ཡང་དེ་དེ་ག་རེ་ཞུ་ཡ་རེད་ལ་ན་བཅའ་ཁྲིམས་འདི་བསྐྱར་བཅོས་གནང་ནས་དྲང་བཅའ་ཁྲིམས་ཞིབ་པ་ཆེ་ཡ་དེ་བསྐོས་ཐུབ་དགོས་ཡ་དེ་ནི་ད་ལྟའི་གི་སྐབས་བཅུ་བདུན་པའི་གི་གྲོས་ཚོགས་འཐུས་མི་ཡོངས་ཀྱི་ལས་འགན་ཆགས་ཀྱི་ཡོད་རེད་མ་གཞི་དེ་མིན་ཨ་ནི་བོད་བོད་མི་ཡོངས་ཀྱི་ད་ལོ་རྒྱུས་ནང་ལོ་ལ་ཨ་ནི་སྐབས་བཅུ་དྲུག་པ་སྐབས་ལ་ཨ་ནི་མང་གཙོ་ཀ་བ་གསུམ་ནས་གཅིག་དེ་འདུ་མེད་པ་ད་རྩ་མེད་དང་གཅིག་དེ་མ་འདུས། མ། འཕོ་འགྱུར་ཁྲིམས་ཞིབ་པ་ཆེ་བ་དང་ཁྲིམས་ཞིབ་པ་གཞན་གཉིས་སྡེབ་གཅིག་ལ་འཕོ་འགྱུར་བཏང་བ་དེ་ཨ་ནི་ད་ལོ་རྒྱུས་ནང་ལ་འདི་གིར་བ་སྐབས་བཅུ་དྲུག་པ་སྐབས་ལ་འདུས་བྱུང་རེད་ས་ནི་ད་སྐབས་བཅུ་བདུན་པ་ལ་ཨ་ནི། གལ་སྲིད་ཁྲིམས་ཞིབ་པ་ཆེ་ཡ་སྐུ་ཡལ་གྱིས་བཅའ་ཁྲིམས་ཀྱི་བསྐྱར་བཅོས་མ་བཏང་བ། མ་གནང་བ་ཡིན་ན་ཨ་ནི་ལྷན་རྒྱས་ཚོས་ཀྱིས་སྐབས་བཅུ་བདུན་སྐབས་ལ་ནི་འདུས་བྱས་ཆགས་པ་རེད་བཅའ་ཁྲིམས་བསྐྱར་བཅོས་དེ་ཁྱོད་ནི་ཁོར་གནང་ཡོད་མ་རེད་ལ་ནི་ལོ་རྒྱུས་ནང་བློ་ལ་བདེ་གི་རེད་མ་འོངས་པ་གིས་ད་ང་ཚོས་ཀྱི་བོད་མི་གི་སོན་རྩ་རྣམས་ཀྱི་ད་སྐབས་བཅུ་དྲུག་སྐབས་དུ་འདུག་སྣང་བཞག་སྐབས་བཅུ་བདུན་པ་དུ་བསྐྱར་གསོ་ཐུབ་མི་འདུག་ལ་ནི་ལོ་རྒྱུས་ནང་ལྷག་པ་ཡིན་ན་ལྷན་རྒྱས་ཚོ་བཞི་བཅུ་ཞེ་ལྔ་གི་ངོ་ནས་དྲང་གནས་ཀྱི་ད་ལྷན་རྒྱས་ཚོས་ཡང་དམ་བཅའ་ཕུལ་དུ་བཅའ་ཁྲིམས་གཞི་བཟུང་གི་ནི་གོང་ས་མཆོག་གི་བཀའ་དགོངས་དང་བོད་མི་སྤྱིའི་རྩ་དོན་ལ་ཕན་པའི་གི་ཕྱག་ལས་གནང་གི་ཡིན་ལོ་ནི་འདུག་དམ་བཅའ་ཕུལ་ཡོད་པ་དེ་ཏག་ཏག་ཅིག་བསྡད་མེད་བ་ཆགས་ཀྱི་ཡོད་རེད་ཨ་ནི། དེ་འདྲ་ཡིན་ན་ནི་ང་ཚོས་ད་དངོས་གནས་དྲང་གནས་ཀྱི་བོད་ཕྱི་ནང་གཉིས་ཀྱི་བོད་མི་དང་ཨ་ནི་དེ་ནས། རྒྱལ་སྤྱིས་ཀྱིས་ང་ཚོས་ཀྱི་ཐོག་ལ་རྒྱབ་སྐྱོར་གནང་མཁན་གྱི་རྣམས་ལ་ཨ་ནི་དེ་འདྲས་ད་སྐབས་བཅུ་བདུན་པ་ཀྱི་ཨ་ནི་གྲོས་ཚོགས་འཐུས་མི་རྣམས་ཀྱིས་འདུག་གནང་བ་ཡིན་ན་གདོང་ལེན་དང་ཨ་ནི་མ་དོགས་པ་བཏོན་ནས་ཨ་ནི་འདུག་བཀའ་མོལ་གནང་ཡ་དེ་ཚོ་ཡོང་ཐུབ་ཀྱི་མ་རེད་ངོ་ཚ་དགོ་བ་ཅིག་ཆགས་ཀྱི་ཡོད་རེད་བ་དེ་ཕྱིན་ནས་ད་ད་ལན་དེ་ཡིན་གཅིག་མིན་གཅིག་ཨ་ནི་རྒན་བཞེས་ནས་བཅའ་ཁྲིམས་གཞིར་བཟུང་གི་ཕྱག་ལས་གནང་བ་ཡིན་ན། ཨ་གྲོས་ཚོགས་ནང་ལོར་ལ་བསམ་ཚུལ་མ་བསྟུན་བ་དང། ཨ་ནི། འདུག། ཡང་མ། ངར་མ་ཐོག་ནས་བཤད་དགོས་ཡ་འདི་རྩ་བ་ཉིད་ནས་ཐུག་གི་མ་རེད་བསམ་གྱི་འདུག་བཅའ་ཁྲིམས་རིན་པོ་ཆེ་གཏན་ལ་ཕབ་རྒྱུ་འདི་གཞི་བཟུང་ཕྱག་ལས་གནང་བ་ཡིན་ན་སུ་གཅིག་ལ་འགལ་ཟླ་འགྲོ་ཡ་ཡོང་གི་མ་རེད་བསམ་གྱི་འདུག་ད་ལྟའི་གི་སྤྱི་ཚོགས་ནང་ལོར་ལ་ཨ་ནི། མི་མང་ཚོ་འུ། ཁག་མི་འདུག་ཨ། སྲུང་གི་འདུག་ཨ་དཔུང་སྒྲིག་བྱེད་ནས་འགྲོ་གི་འདུག་ལ་ནི། དཔུང་སྒྲིག་བྱེད་ནས་འགྲོ་བ་དེ་ངེད་ཀྱིས་ག་རེ་ལ་ངོས་འཛིན་ཞུ་གི་ཡོད་ལ་ན། གཅིག་དེ་བཅའ་ཁྲིམས་གཞི་སྲུང་འགྲོས་ངེད་ཅིག་ལ་ངོས་འཛིན་ཞུ་གི་ཡོད་ཨ། ད་གཞན་པ་དེ་བཅའ་ཁྲིམས་གཞི་སྲུང་གི་མ་འགྲོ་བ་དེ་ནི་འདི་ལ་ཆགས་རྒྱུ་ཡོད་མ་གཞི་གཞན་པ་ང་ཚོས་ཀྱི་སྤྱི་ཚོགས་ནང་ལོགས་ལ། དུམ་བུ་གཉིས་ལ་འགྲོ་དགོས་ཡ་དང་ཁ་གྱེས་དགོས་ཡ་དང་དེ་འདྲའི་རྩ་བ་གཉིས་ནི་ཆགས་ཀྱི་ཡོད་མ་རེད་བསམ་གྱི་འདུག་སོང་ཙང་ཨ་ནི། བཅའ་ཁྲིམས་གཞི་སྲུང་གི་ཕྱག་ལས་གནང་བ་ཡིན་ན་ལྷན་སྐྱེས་བཞི་བཅུ་ཞག་ལྔ་ཚང་ཚང་རུག་རུག་བྱེད་ནས་ནི་པ། ང་ཚོས་ཀྱི་བོད་མི་མང་ཡོངས་ཀྱི་ཡ།

དེ་མིན་ན་ནི་རང་སོ་སོའི་གིས་ནི་འཇིང་པའི་སྒང་ལ་དང། རྒན་མ་བཀུར་བ་དང་ཁྲིམས་མེད་ལུགས་མེད་གནང་བ་དང་བཅའ་ཁྲིམས་དེ་བསྐྱར་བཅོས་འགྲོ་མ་ཐུབ་བ་དང་བོད་སྤྱི་བ་ཡོངས་ལ་ནི། སེམས་འཚབ་བཟོས་བ་དེ་འདྲས་ཀྱི་སོ་སོ་རང་གི་འཇིང་པ་སྒང་ལ་ཁེལ་ཡར་བ། ད་ལྟ་དེ་འདྲས་ང་ཚོའི་གིས་རྒན་པའི་གིས་ཁ་པའི་ནང་ལ་ཡོར་བ། ནི་ཕ་མ་རྒྱལ་ན་ནི་ཚེ་རྒྱལ་ལ་ནི་ཕ་མ་རྒྱལ་ན་ཚེ་གཅིག་རྒྱལ། བླ་མ་རྒྱལ་ན་བསྟན་པ་རྒྱལ་ལ་ནི། ཨན་ད། སོ་སོའི་རང་འཁྲིས་ཀྱི་ལས་འགན་མ་བྱེད་པ་ཡིན་ན་ཨན་ད་བསྟན་པ་རྒྱལ་བ་དང་གཅིག་པར་བ་གོང་ས་མཆོག་གིས་མ་ཐུག་ཐུག་བརྩེ་བ་ཆེན་པོའི་ཐོག་ནས་བོད་མིའི་སྒྲིག་འཛུགས་འདི་མང་གཙོ་ཀ་བ་གསུམ་ཧྲ་ཐག་ཐག་མ་གནང་བ་འདི་ལ་ཨནི་ལྷན་སྐྱེས་ཚུལ་གྱི་ཁྲིམས་གཞི་སྲུང་གི་ཨནི་འགན་མ་འཁུར་བ་བྱེད་ན་ཨནི་ད་འདི་ཨནི་བསྟན་པ་རྒྱལ་བ་དང་གཅིག་པར་བ་ད་འདི་ལས་ལྷག་གི་ཨནི་སྡིག་པ་བསགས། ས་ཡ་གྱི་དང་རྒྱུ་དང། དེ་འདྲའི་རྩ་བ་ནི་མགྱོགས་མར་བ་འདི་ཕྱིན་ནས། བསྟན་པ་མ་རྒྱལ་བ་ཀྱི་ཐོག་ནས་ངོ་ནས། བླ་མེད་ཀྱི་དགོངས་གཞི་གཞི་བཟུང་འགྲོ་ཐུབ་པ་ཡིན་ན། ངོ་ནས་དྲང་གནས་ཕྱི་ནང་ཚང་མ་ལ་བཀྲ་ཤིས་བ་དང་དོན་འགྲུབ་པ་ཡོང་གི་རེད། ངོ་དེ་བཞིན་ང་ཚོ་མི། མི་སྐྱ་ཐོག་ནས་ཡིན་ན་མི་མང་དཀྱུས་མ་ཐོག་ནས་ཡིན་ན་ང་ཚོ་ཆུང་དུས་ནས་སློབ་གྲྭ་འགྲོ་དུས་ནས་སོ་སོའི་དགེ་རྒན་རྣམས་མགོ་ལྕེ་ལ་བཀུར་ནས་སློབ་སྦྱོང་ཧུར་ཐག་བྱེད་ཡ་དང་དེ་ནས་འཛིན་གྲས་ཀྱི་འགན་དག་བསྐོན་ན་དེ་ལས་ཀྱི། དགའ་ཞེན་ཆེན་པོ་སྐྱེས་ནས་ནི་སོ་སོའི་ཧུར་ཐག་བྱས་ནས། ད་ད་ལོ་ང་འཛིན་གྲྭ་རྒན་བདག་བསྐོས་སོང་ཟེར། རྗེས་མ་ལོ་ང་སློབ་གྲྭའི་རྒན་བདག་བར་དུ་སླེ་ཡས་ཀྱིས་དེ་འདྲས་ཀྱི་ང་ཚོའི་གི་སེམས་པ་ལ། ད་དེ་འདྲས་ཡོང་གི་ཡོད་རེད་བ། ལྷན་རྒྱས་ཚོ་ཡིན་ན་ད་སྤྱི་འཐུས་ད་ལྟ་ད་ལྟའི་སྐབས་ཀྱི་སྤྱི་འཐུས་གནང་གི་ཡོད་རེད་སྤྱི་འཐུས་གནང་བ་ཡིན་ན་འདི་ལ་མིག་དཔེ་བཟང་པོ་ཅིག་བཏོན་ནས་དེ་སྔ་ད་སྤྱི་འཐུས་ག་འདྲས་གནང་འདུག་དེ་ལས་ཡག་ག་ཡར་རྒྱས་བཏང་ཡག་འདུག་ཕྱིན་ནས་ནི་ཕ། ལྷག་བསམ་དང་སྤྱི་སེམས་མིག་དཔེ་ཡོད་པ་བཏོན་ཐུབ་བ་ཡིན་ན་ནི་ཡག་པོ་ཡོད་རེད་བ་ང་ཚོའི་ཆུང་དུས་སྐབས་ནས་ཆོལ་ཁ་ཆོས་བརྒྱུད་དེ་འདྲས་རྩོད་ཡ་དང་བྲིས་ཡ་དང་དེ་འདྲ་གོམས་སྲོལ་ཁོ་ར་ལུགས་སྲོལ་ཁོ་ར་ཡོད་མ་རེད་ད་ལྟ་བར་དུ་ང་ཚོ་དེ་འདྲས་རྩིས་རྩོད་ཀྱི་ཡོད་མ་རེད་རྩོད་དགོས་ཡ་གི་ཡོད་མ་རེད་ང་ཚོའི་གི་པ་ལང་ཨམ་ལ་རྒན་པ་རྣམས་ཀྱི་ཨེ་འདྲས་ཁོ་ཅིག་ཆོལ་ཁ་འདི་རེད་ད་ཁོ་ཆོས་རྒྱུད་འདི་རེད་ད་དེ་འདྲས་ལབ་ཡ་གི་ང་ཚོ་ནི་དྲན་པ་དང་ལུགས་སྲོལ་ཁོ་ར་མེད་བ་དེ་གསལ་བོ་གསལ་རྐྱང་ང་ཚོ་དེ་འདྲས་དྲན་པ་ཡོད་ང་ནི་ང་ཚོ་ནི་དེ་འདྲས་རྩོད་མཁན་རྩ་བ་གཅིག་ནས་དངོས་གནས་ཁོ་ར་ད་ལྟའི་མང་ཚོགས་ཚང་མ་དེ་འདྲས་རང་རེད་བསམ་གི་འདུག་ང་ཚོ་ནི་དེ་འདྲས་གི་སྤྱི་ཚོགས་ནས་འཚར་ལོངས་བྱས་ནས་ཡོང་བ་ཅིག་ཡིན་སོང་ཙང་ད་ལྟའི་གི་དམིགས་བསལ་གི་ཨན་ད་ལྟའི་གི་སྐབས་བཅུ་བདུན་པའི་གི་གྲོས་ཚོགས་ནང་ཡོད་བའི་གི་ཆོས་བརྒྱུད་ཁག་ནས་སྤྱི་འཐུས་གཅིག་ཡོར་བ་ཁོང་ཁྱེད་རྣམ་པ་ཚོས་ནི་སོ་སོའི་རང་ཉིད་གི་ཡོང་ཁུངས་གི་ནི་ཁམས་ཚན་ཨ་ནི་གྲྭ་ཚང་ཨ་ནི་དགོན་སྡེ་ཨ་ནི་ད་སོ་སོའི་གི་ཆོས་བརྒྱུད་གི་ད་ཐོག་ནས་ཕེབས་ཡོང་གི་ཡོད་འདུག་ག་ནི་སོ་སོའི་རང་ཉིད་གི་ད་སང་རྒྱན་ནམ་ས་ཆོས་ནི་སོ་སོའི་གི་མ་གྲོས་ཚོགས་དེ་ནང་ལོགས་ལ་ཆ་ཤས་ལེན་གི་ཡོད་བ་དེ་ནང་གི་འཐུས་མི་གལ་ཆེན་པོ་གཅིག་ཡིན་ན་སོ་སོའི་རང་ཉིད་གི་སང་རྒྱན་གི་བསྟན་པ་ལ་ཕན་པ་དང་ཨེ་ཡ་རབ་བཟང་སྤྱོད་དང་ལྡན་པའི་ཐོག་ནས་མ་མིག་དཔེ་སྟོན་པ་དང་གོང་ས་མཆོག་གིས་བཀའ་དགོངས་གཞི་བཟུང་ཤར་རྒྱ་འགྲོ་ཐུབ་པའི་གི་སྤྱི་འཐུས་གཞན་པ་རྣམས་ཚོ་ཁྲིད་ཐུབ་པ་ཡིན་ན་གླེང་མཁན་ཚོས་དངོས་གནས་དྲང་གནས་ཆོས་རྒྱུད་ནས་ཕེབས་པ་འདི་ལ་སྤོ་བ་དང་འདི་ངོམས་སུ་ཆོག་པ་ཡོང་གིར་བ་སོ་སོའི་གི་མ་ཕེབས་ཡོང་དུ་ག་ནས་སོ་སོའི་གི་ཆོས་རྒྱུད་ནང་ལོག་དང་དགོན་སྡེ་གྲྭ་ཚང་ནང་ལོག་དང་ཁང་ཚན་ནང་ལོག་དང་ད་འདི་འདྲས་ལ་སོ་སོ་ངོམས་སུ་ཆོག་པ་དང་ད་ངས་བོད་སྤྱི་བའི་དོ་ཟླ་ལ་ཞབས་ཕྱི་ཞུས་ནས་ངས་གི་ཏུས། རྒྱལ་བ་རིན་པོ་ཆེ་གི་བཀའ་དགོངས་གཞི་བཟུང་ནས་ཤཱ་ཀྱ་ང་ར་ཡི་འགྲོ་ཡོ་ཡིས་སྤྱི་འཐུས་གཞན་པ་ལ་ཀྱང་མིག་དཔེ་སྟོན་པ་ཡིན་ལ་ནི་བསྡུ་གནང་ཐུབ་པ་ཡིན་ན་ཨ་ནི་ལྷན་རྒྱས་ཚོས་དངོས་གནས་དྲང་གནས་ཀྱི་སངས་རྒྱས་ནམ་ས་ཆོས་འདི་སྒང་ལ་ལྷན་རྒྱས་ཚོས་ཨ་ནི། ཆ་ཚང། མཁན་པོ་རེད་ཤག་ཨ་ནི་འདི་ཁ་རེ་འབུམ་རམས་པ་རེད་ཤག་ཁ་རེ་འདི་དགེ་བཤེས་ལྷ་རམས་པ་ཨ་ནི་སློབ་དཔོན་དེ་འདྲས་ཡིན་འདུག་ག་ནི་མིག་དཔེ་སྟོན་བ་ཅིག་ཨ་ནི་གནང་ཐུ་གནང་གནང་ཡ་འདི་ལྷན་རྒྱས་ཚོས་ཀྱི་ཐུགས་ལ་ཡོད་རྒྱུ་རེད་ང་ཚོ་མི་སྐྱ་དཀྱུས་མ་ཅིག་ཡིན་ན་ཀྱང་ང་ཚོས་ད་རིང་ང་ཚོས་འགལ་ཟླ་བྱི་བ་ཡིན་ན་རྗེས་མ་ལོ་ང་སློབ་གྲྭ་རང་གི་རྒྱལ་དར་བྱེད་ཀྱིན་དེ་འཕྲལ་གྱི་ང་ཚོས་ཀྱི་སེམས་པ་ན་ལ་སེམས་ཤུགས་དང་མི་ལ་ཕ་མིག་དཔེ་ཡག་པོ་སྟོན་ཡན་གྱི་ང་ཚོས་ཀྱི་སེམས་པ་ན་ལ་འདུག་ཟེར་ཨན་ལྷན་རྒྱལ་ཚོ་ད་ད་རྦད་དེ་ཁོ་རེ་རྒྱལ་བའི་བཤེས་གཉེན་ཐོན་སློབ་དཔོན་ཐོན་མཁན་པོ་ཐོན་ནི་ཡིན་འདུག་ག་ནི་ཨ་ནི་འདི་རང་བཞིན་གྱི་རང་གཅེས་འཛིན་འདི་དོར་གཞན་གཅེས་འཛིན་འདི་ལ་ཨ་ནི་བདག་པོ་རྒྱབ་བྱེད་ནི་ཨ་ནི་དེ་གོང་ས་མཆོག་གྱི་བཀའ་དགོངས་གཞི་བཟུང་བསྟན་པ་སྤྱི་ལ་ཕན་པ་གྱི་ནི་ཕྱག་ལས་གནང་མིག་དཔེ་སྟོན་ཐུབ་པ་ཡིན་ན་ཨ་ནི་ལྷན་རྒྱལ་ཚོ་དངོས་གནས་དྲང་གནས་ཆོས་རྒྱུད་ཁག་ནས་ཕེབས་བས་ཀྱི་ཨ་ནི་སྤྱི་འཐུས་དེ་ཨ་ནི་ངོས། ད་ངོས་འཛིན་ཐུབ་པ་དང་དེ་མཚུངས་ཐུབ་པ་ཅིག་ཡོང་གི་རེད་དེ་མིན་ད་མང་ཚོགས་ནང་ལོགས་ལ་ནི་ཆོས་རྒྱུད་ཁག་ནས་ཕེབས་པའི་གི་སྤྱི་འཐུས་རྣམ་པ་ཚོ་ད་ང་ཚོའི་མི་མང་ལ་ཐོབ་ཐང་འདྲ་མཉམ་དགོས་འདུག་ཨེ་ནི་འདུག་སྐད་འབོད་གི་ཨེ་དེ་འདུག་ཕྱི་ནས་ཆགས་ཀྱི་ཡོད་རོགས་ལྷན་རྒྱས་ཚུད་ཀྱི་ནི་མིག་དཔེ་བཟང་པོ་ཅིག་སྟོན་དགོས་རེད་ད་རིང་གི་དུས་ཚོད་དེ་ལ་ངོ་འདུག་ཕ་ཞུ་ཡ་ཡིན་ཨེ་དེ་ནས། ད་ང་ཚོའི་སྤྱི་ཚོགས་ནང་ལོགས་ལ་རྐང་བཙུགས་ནས་ནི་དཀྲུག་དཀྲུག་བཏང་ངེས་དང་རྐང་བཙུགས་ནས་གཏོར་བཤིག་བཏང་ངེས་དང་རྐང་བཙུགས་ནས་ཆོལ་ཁ་ཁ་ལ་ཁད་ནས་ཆོལ་ཁ་དང་འདི་ནང་ལུགས་ཀྱི་ཡང་ལུང་ཚན་དེ་འདྲའི་དེང་སང་ཁ་ལ་འཁྱེར་ནས་ལྟ་མང་བྱེད་ཅིག་ཡ་དོན་འུ་དུ་བ་ལྟ་འདི་ཚོ་དང་ནི། ཕ་ཕུགས་རྒྱང་རིང་པོ་ལྟ་འདི་ཏག་ཏག་ཅིག་བདེ་གི་རེད་བསམ་གྱི་མི་འདུག་ང་ཚོ་ཚང་མ་ལ་རྒྱལ་ཁབ་གཅིག། ནི་བླ་མ་གཅིག་ནི་བོད་མི་སྒྲིག་འཛུགས་གཅིག་རུ་བ་འདི་གཞི་བཟུང་གི་ནི་ཏང་ང་ཚོའི་ཚང་མའི་གི་འདུས་སྤྱི་ཚོགས་ནང་ལ་འགྲོ་གི་རེད་ཡིན་ནས་ཡང་རྐང་བཙུགས་ནས་དཀྲུག་དཀྲུག་བཏང་བ་དང་རྐང་བཙུགས་ནས་ནི་གོང་ས་མཆོག་གི་གི་བཀའ་དགོངས་གཞི་བཟུང་གིས་འགྲོ་མ་ཐུབ་པ་བཟོད་ཡལ་གྱི་བོད་མིའི་སྒྲིག་འཛུགས་ལ་གནོད་སྐྱོན་བྱེད་ངེས་དེ་ཚོ་ལ་ག་རེ་ཞུ་ཡན་ལ་དར་བ་བདེན་པའི་མེ་ལྕེ་ནི་རྫུན་པའི་རླུང་འཚུབ་ཀྱིས་གསོད་མི་ཐུབ་ལ་ནི་ང་ཚོ་སྙེ་མ་ཆུང་དུས་སློབ་གྲྭའི་གི་འཛུལ་བ་དང་ནི་འདྲི་གང་གང་ལ་དྲི་ཞར་བདེན་པའི་མེ་ལྕེ་ནི་རྫུན་པའི་རླུང་འཚུབ་ཀྱིས་གསོད་མི་ཐུབ་ལ་ནི The flame of truth can never be extinguished by the wind of the lie ལར་བདེན་པའི་མེ་ལྕེ་ནི་རྫུན་པའི་རླུང་འཚུབ་ཀྱིས་གསོད་མི་ཐུབ་ལ་ནི། གོང་ས་མཆོག་གི་མཛད་པ་འཕྲིན་ལས། འཛམ་བུ་གླིང་ཡོངས་ནས་གོང་ས་མཆོག་ལ་འདུད། མཛད་པ་འཕྲིན་ལས་ལ་གཟིགས་ནས་ད་ལྟ་ང་ཚོའི་བོད་དོན་ལ་རྒྱབ་སྐྱོར། ཐོབ་ཀྱི་ཡོད་བ་དང་གོང་ས་མཆོག་གི་མཛད་པ་འཕྲིན་ལས་དང་བོད་མིའི་སྒྲིག་འཛུགས་འདི་ལྷ་དྷ་དྷ་དང་བོད་ཕྱི་ནང་གཉིས་ཀྱི། ཨ་ནི། བོད། བོད་ཀྱི་ང་ཚོའི་བོད་རྒྱལ་ཁབ་ཆེན་པོ་ཆེད་དུ་ལ་རྒྱ་དང་ཤ་ཞེན་སྙིང་སྟོབས། དེ་ཚོ་ཞུམ་པ་མེད་པ། སུའི་གཅིག་གིས་འདི་ལ་གཏོར་ཐུབ་ཡ་དང་འདི་མ་ཉམས་དུ་ཉམས་དུ་བཅུག་ཡ་གི་སུ་གཅིག་ལ་ནི་དེ་ཡོང་གི་མ་རེད་དམིགས་བསལ་གྱི་ང་ཚོ་བོད་པའི་སྤྱི་ཚོགས་ནང་ལ་ཡོད་པའི་གི་བོད་མི་ཚོས་གི་སེམས་ལ་དེ་འདྲས་ཡོད་པ་ཡིན་ན་འདི་རྩ་བ་གཉིས་ནི་ཡོང་གི་མ་རེད་གོང་ས་མཆོག་གི་མཛད་པ་འཕྲིན་ལས་དེ་ཡར་ངོའི་ཟླ་ལྟར་དང་འཕེལ་ཞིང་འཕེལ་ཞིང་ཡར་འགྲོ་གི་རེད་བོད་མི་སྒྲིག་འཛུགས་དེ་ཧ་ཐག་ཐག་ཡོང་གི་རེད་ད་ང་ཚོའི་གི་སྤྱི་ཚོགས་ནང་ལོ་ལ་མང་ཚོགས་ཚང་མ་གཉིད་སད་དེ་ཡོད་རེད་སོ་སོ་རང་འཁྲིས་ཀྱི་ལས་འགན་དེ་མ་གནང་བ་ཡིན་ན་བོད་མི་མང་ཚོགས་འུ་ཐུག་པ་ཡིན་ན་ད་དེ་དུས་ཡག་པོ་ཡོང་གི་མ་རེད་བ་དེ་ཕྱིན་ནས་སོ་སོའི་རང་འཁྲིས་ཀྱི་ལས་འགན་དེ་གནང་དགོས་ཡ་དང། སྤྱི་ཚོགས་ནང་ལོ་ལ་འཆམ་མཐུན་གྱི་ཐོག་ནས་མིག་དཔེ་སྟོན་ཡ་དེ་གྲོས་ཚོགས་ནང་ལོ་ནས་སྟོན་དགོས་ཡ་དེ་ད་ད་ལན་གྱི་གྲོས་ཚོགས་ཚོགས་འདུ་ག་དུས་འདུག་བསྟོད་དབྱངས་ཀྱི་འབོད་སྐུལ་དང་ནི་རེ་བ་ཞུ་གི་ཡོད་ཞུ་ཡང་ཡིན་ད་ལྟ་ད་ང་ཚོ་མང་པོ་ཅིག་ཕྱི་རྒྱལ་ཡུལ་གྲུ་ཁག་ལ་འགྲོ་གི་ཡོད་རེད་ང་རང་ལྟ་བུ་ཅིག་ན་ཕྱི་རྒྱལ་ཡུལ་གྲུ་ཁག་ལ་ཡོད་དེ་ནི། ད་ད་ལྟ་རྒྱ་གར་ལ་གུང་སེང་ཡོང་དུས་དངོས་གནས་དྲང་གནས་སེམས་པ་དང་ག་རེ་ཡིན་ན་གི་སེམས་ཁམས་ཀྱི་ཐོག་ནས་དངོས་གནས་རྒྱ་གར་ནང་ལོགས་ལ་རྒྱ་གར་འཕགས་པའི་ཡུལ་བཀའ་དྲིན་ཆེན་པོ་རེད་ནི་སོ་སོ་བཙན་བྱོལ་གྱི་ནང་ལོགས་ལ་ཞབས་ཕྱི་ཞུས་ངེས་བོད་མི་དམིགས་བསལ་གྱི་ད་ལྟ་བོད་མི་སྒྲིག་འཛུགས་ཀྱི་འོག་ལ་སྲི་ཞུ་བ་ལས་བྱེད་རྣམས་བྱེད་དུས་ག་ནི་དངོས་གནས་དྲང་གནས་ལྷན་རྒྱས་ཚོ་བསོད་ནམས་ཆེན་པོ་རེད་ཧྲ་བསམ་གྱི་འདུག་ནི་ལྷན་རྒྱས་ཚོ་དངོས་གནས་ཐ་འདས་ཀྱི་ནི་དུས་རབས་ཉག་ཕྲ་བ་དང་ཡང་དུས་རབས་ནང་ནས་སྐྱེ་བ་བཟང་ཤོས་རྒྱལ་དབང་སྐུ་འཕྲེང་བཅུ་བཞི་པ་ཆེན་པོ་མཆོག་ནོར་བུ་ཁོང་ལྟ་བུ་ཅིག་གིས་ནི་དུས་རབས་འདི་ལ་ནི་ལྷན་རྒྱས་ཚོས་བོད་མིའི་སྒྲིག་འཛུགས་འོག་གི་ནི་བོད་མིའི་སྲི་ཞུ་བ་གནང་གི་ཡོད་པ་དེ་ལ་དངོས་གནས་དྲང་གནས་ལྷན་རྒྱས་ཚོ་གི་སོ་ནམ་ཚོར་དགོས་བ་དང་ལྷན་རྒྱས་ཚོ་གི་ནི་བྱ་བ་དེ་ཚོ་མཐའ་དག་ནི། ལྷུན་ཞིང་གྲུབ་པའི་གེགས་ཉེས་སྨོན་འདུན་ཡོད་ལྷན་སྐྱེས་ཚུལ་གྱི། ཕྱག་ལེན་གནང་ཡས་འདི་དངོས་གནས་དྲང་གནས་ཀྱི་དགའ་ཚོར་སྐྱེས་ནས་སྤོ་བ་སྐྱེས་ནས་ནི། ཕྱག་ལེན་གནང་དགོས་ཡས་འདི་གལ་ཆེན་པོ་རེད་བཞག་ཕྱི་རྒྱལ་ཡུལ་གྲུ་ཁག་ལ་ད་ང་ཚོའི་ཡོད་ན་རྒྱལ། ཕྱི་རྒྱལ་ཁག་དེ་ཡང་མི་ཚང་མ་ཡང་ད་ཕྱི་རྒྱལ་ལོས་ན་སྐྱིད་པོ་ཞིའུ་ཅིག་ཡོད་པ་དང་ཡག་པོ་ཞིའུ་ཅིག་ཡོད་པ་དང་དེ་འདྲས་ཚོར་གྱི་ཡོད་རེད་ད་རྒྱལ་ཁབ་ཡར་ཐོན་ཅན་རེད་དེ་ཡིན་ནས་ད་སོ་སོ་བོད་མི་གཅིག་ཡིན་དུས་གང་ནས་སེམས་པ་དང་སོ་སོ་བོད་པའི་སྤྱི་ཚོགས་ནང་ལོ་ལ་ཞབས་ཕྱི་ཞུ་བ་ཡིན་ན་དེ་ལས་ལྷག་གིས་ནི། ད་སོ་སོའི་མི། མི་ལུས་རིན་ཆེན་ལས་ནི། ད་འདི་ལས་ལྷག་གལ་ཆེ་བ་དང་ཕྱིའི་ཡར་རྒྱས་དང་དངུལ་མང་པོ་ཅིག་བསགས་བ་དང་འདི་གལ་ཆེན་པོ་གལ་མཐོང་གི་མི་འདུག་སོ་སོ་བོད་པའི་སྤྱི་ཚོགས་ནང་ལོ་ཕྱར་ལས་གནང་རྒྱུ་ཡོད་བ་དང་བོད་མི་གཅིག་ཡིན་ན་འདྲ་རྒན་འཁོག་གཅིག་ལ་ཡིན་ན་འདྲ་དགེ་འདུན་པ་གཅིག་ལ་ཡིན་ན་འདྲ་སློབ་ཕྲུག་གཅིག་ལ་ཡིན་ན་འདྲ་སོ་སོ་བོད་པའི་སྤྱི་ཚོགས་ནང་ལ་བསྡད་ནས་ཕྱར་ལས་གནང་བ་འདི་དངོས་གནས་དྲང་གནས་ཀྱི་གལ་ཆེ། དང། རིན་ཐང་ཆེ་ཡ་དང་བསོད་ནམས་ཆེ་ཡ་དང། བོད་མི་ལུས་རིན་ཆེན་ལེན་པ་གི་གོས་ཆོད་པ་དེ་ནི་བསྡུ་ཚོར་གྱི་འདུག་ལྷན་རྒྱས་ཚོ་དངོས་གནས་དྲང་གནས་སྲི་ཞུ་བ་རྣམས་ད་ད་འདས་ཀྱི་དུས་རབས་འདི་ལ་བོད་པའི་སྤྱི་ཚོགས་ནང་ལ་ཕྱག་ལས་གནང་གི་ཡོད་བ་འདི་ཕྱི་རྒྱལ་ཡུལ་གྲུ་ཁག་ལ་ཞིའུ་ཅི་ཡོད་ས་རེད་ཕག་ཅོ་རྩ་འདི་བཞང་ག་ཡོད་ས་རེད་དེ་འདྲའི་རྩ་བ་ནས་དགོངས་གནང་གོ་མི་འདུག་ལྷན་རྒྱས་ཚོས་ཀྱི་ད་འདས་ཀྱི་སྙིང་སྟོབས་དང་ཞུམ་པ་འདི་ལ་དངོས་གནས་དྲང་གནས་ཀྱི་བཀའ་དྲིན་རྗེས་དྲན་དང། མུ་མཐུད་ནས་ལྷན་རྒྱས་ཚོ་ལ་ད་ད། གོ་ལའི་ཡོངས་ཀྱི་ལས་ཀྱི་སྣེ་མོ་བ་ཡོངས་ཀྱི་སྲི་ཞུ་བ་ཡོངས་ལ་ལྟ་སྐྱོང་ཡག་པོ་ཡོང་ཡག་གི་སྨོན་འདུན་ཞུ་གི་ཡོད། ལྷན་རྒྱས་ཚོས་དངོས་གནས་དྲང་གནས་ང་ཚོའི་བོད་མིའི་སྒྲིག་འཛུགས་དེ་སྲ་བརྟན་ཡོང་བའི་ཆེད་དུ་ལས་བྱེད་ཚོ་གལ་ཆེན་པོ་རོ་ཨོ་དེ་ཅིག་ཞོར་ལ་ཞུ་ཡ་ཡིན་ད་ད་འདས་ཀྱི་སྤྱི་འཐུས་ཚོགས་ལ་ཉེས་པ་ཡོད་རེད་ཨ་ནི་ད་ང་དེ་དར་རམ་ས་ལ་ལ་ད་ད་གོང་ས་མཆོག་གི་གསུང་ཆོས་ཞུ་ག་བཅར་བ་རེད་ཨ་ནི་ད་དེ་ནི་མ་བོད་མིའི་སྒྲིག་འཛུགས་དང་ད་དེ་ནི་མ་མཇལ་དུ་ག་ནི་དངོས་གནས་དྲང་གནས་སེམས་གདིང་ནས་སྤོ་བ་དང་གོང་ས་མཆོག་གི་ཐུགས་རེ་ཤི་གསུང་དགུང་ལོ་བཅུ་དྲུག་ནས་ཨ་ནི་གོང་ས་མཆོག་གིས་ད་ང་ཚོ་བོད་མིའི་ཆེད་དུ་ངོ་ནས་དམ་བཏགས་བར་དུ་ཉིན་མཚན་དུས་དྲུག་སྐུ་ལས་བསྐྱོན་ནས་གནང་བ་འདི་ལ་དངོས་གནས་ད་འདི་ནི་མ་བརྗེད་དུས་ག་ནས་ཡིན་ཡང་དགའ་ཚོར་དང་ད་འདི་ལ་སྨོན་ལམ་གསོལ་བ་སྨོན་ལམ་སྙིང་སྙིང་ཁུང་རི་བོའི་སྟེང་ནས་བཏབ་ཀྱི་ཡོད་ཨ་ནི་བོད་ནང་གི་བོད་མི་རྣམས་ཡང་དེ་དེ་བཞིན་གྱི་སྙིང་སྟོབས་ཞུམ་པ་མེད་བའི་ཐོག་ནས་ནི་ཞུ་གི་ཡོད་རོ་འདི་ཕྱི་ནས་ད་ད་ལྟའི་གི་སྐབས་སུ་བབས་བས་ཀྱི་སྐབས་བཅུ་བདུན་པའི་གི་གྲོས་ཚོགས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་པའི་མཆོག་གཙོས་ནས་ཨ་ནི་བཞི་བཅུ་ཞེ་ལྔ་བར་དུ་ལ་ད་ད་ལན་གི་གྲོས་ཚོགས་འདི་ཨ་ནི་འགན་འཁུར་བའི་ཐོག་ནས་ཨཱ་ནི། བཅའ་ཁྲིམས་གཞི་བཟུང་གིས་ཨཱ་ནི་ཕྱག་ལས་གནང་བ་ཡིན་ན་ཨཱ་ནི་ལྷན་རྒྱས་ཚོ་ལ་གནང་ཡག་གི་ནུས་པ་དང་ལྷན་རྒྱས་ཚོའི་གི་ལོ་རྒྱུས་ནང་ལ་ཨཱ་ནི་མིག་དཔེ་བཟང་པོ་སྟོན་ཡག་གི་ཨཱ་ནི་འདུག་ས་གི་གོ་སྐབས་ཡོད་རེད། གོ་སྐབས་ཡོང་ཐུབ་པ་ཡོང་གི་ཡོད་དེ་ལྷན་རྒྱས་ཚོས་མཁྱེན་གྱི་ཡོད་རེད་འདི་ང་ཚོའི་གི་མི་མང་གི་འབོད་སྐུལ་ཡ་འདི་ག་རང་ཡིན་ཞུ་ཡ་ཡིན་ཨཱ་ནི་ཐུགས་རྗེ་ཆེ་ད་འདི་ནས་ནས་ཨཱ་ནི། ཚང་མ་ཐུགས་ཅག་གནང་གོ་ཨཱ་ནི་ད་གཞུང་མེད་གི་བརྙན་ཐུང་ནང་མཇལ་ཡོང་ཞུ་ཡ་ཡིན་ཨཱ་ནི་ཐུགས་ཅག་གནང་གོ།